གདོང་མ་དེ་ལ་ཨ་ནི་གན་ཡག་འགྲོ་མ་ལ་ཏེས་ལེ་ལན་ཞུ་ཡ་ཡིན་ཨིན་མོ་རང་གིས་ད་འཁོར་ད་ཐོག་མ་ད་འདྲ་གངས་རི་ལྷ་རྒྱལ་ཟེར་ཅིག་མོ་རང་གིས་སྟོན་གི་ཡོད་རེད་ཨ་ནི་འདི་ཡག་པོ་ཅིག་དང་བྱ་བ་ལམ་འགྲོ་ཡོང་བའི་གི་ངས་ངོས་ནས་སྨོན་འདུས་ཞུ་གི་ཡོད་འདི་དང་ཆབས་ཅིག་ང་ཚོས་གི་ད་གཞས་ལྟ་ངན་ནང་ལོག་ནས་གཞས་ལྟ་ངན་ཆུང་ཤོས་ཅིག

གཞིས་བྱེས་བོད་མི་ཡོངས་བཀྲ་ཤིས་ལེགས། ང་སྐལ་བཟང་སྐལ་བཟི་ཡིན། དེ་རིང་འདི། གཞས་མ་ཆུན་ཆུན་རྒྱལ་ཡང། རྒྱལ་ཡང་སྒྲོལ་མས་ཀྱི་ཆེད་སྒྲིག་འོད་སྡེར་གསར་བ། Album། གསར་བ་ཅིག་མགྱོགས་པོ་བཏོན་གནང་གི་ཡོད་རེད། ཨ་ནི། མི་མང་ཚོས། རྒྱབ་སྐྱོར་གང་མང་པོ་གནང་བ་གནང་ཞུ་ཡ་ཡིན། ཆིག་སྒྲིལ་འོད་སྡེར་ངོ་མ་འདི། CD། ངོ་མ་འདི་ཉོ་རོ་བྱེད་ཞུ་ཡ་ཡིན། ཚུར་མ། མ་ཉོ་རོ་བྱེད་ཞུ་ཡ་ཡིན། ཨ་ནི། མོ་རང་ལ། བྱ་བ་ལམ་འགྲོ་ཡག་པོ་ཡོང་མེད་ཀྱི་བཀྲ་ཤིས་སྨོན་ལམ་ཡོད། ཏུ་ཆེ་ན། སེམས་དང་བསམ་པ་གཅིག་ཏུ་སྒྲིལ་ཞིང་སྐྱིད་སྡུག་གི་ལས་དབང་བྱེད་པའི། བཀྲ་ཤིས་གོ་རིག་སྐུ་དམ་རྣམ་པ་ཀུན་སྒོམ་བཟང། ང་ནི་བཅས་པ་སྲོག་གཅོད་དར་རྒྱས་ཡིན། དེ་རིང་འདིར་ང་ཚོ་བོད་ཀྱི་གཞས་མ་ཆུང་ཆུང། རྒྱལ་ཡང་འགྲོ་མིན་གྱི་ཕྱི་རིགས་གསར་པ། གངས་རིའི་ལྷ་སྐལ་ཞེས་པ་ནི། མིག་གི་བདུད་རྩི་དང་རྣ་བའི་བུ་རམ་དུ་གྱུར་ཡོད་འདུག་པས་ནི་ཚང་མས་ཁོང་གི། འོད་སྡེར་དངོས་གནས་འདི། རྒྱབ་སྐྱོར་གྱི་ཚུལ་དུ་ཉོ་རྒྱུ་དང་ནི་འོད་སྡེར་རྫུན་མ་མ་ཉོ་གནང་རོགས་ཞེས། རེ་བ་ཞུ་རྒྱུ་ཡིན།

གཞན་ཡང་ང་ཚོ་གངས་སྐྱིད་སྤོས་ཀྱི་ལས་གཞི་ལ་ཁྱབ་སྤེལ་ཡར་ངོའི་བདེ་ཐབས་ཡོང་བའི་སྨོན་འདུན་ཞུ་གི་ཡོད་ཐུགས་རྗེ་ཆེ། འཛམ་གླིང་ས་ཕྱོགས་གང་སར་བཞུགས་པའི་ཨ་ནེ་ཞི་བྱེས་བོད་རིགས་སྤུན་ཟླ་རྣམས་ལ་བཀྲ་ཤིས་བདེ་ལེགས་ཞུ། ཨ་ནེ་ད་རིང་འདས་ཡང་རྒན་རང་སྒྲོལ་མ་ལགས་ཀྱི་ཆིག་སྒྲིལ་གསར་པ་གངས་རི་ལྷ་སྐལ་ཞེས་པ་དེ་ཁྲོམ་ལ་མགྱོགས་པོ་འབྲེལ་འདེབས་བྱེད་ཀྱི་ཡོད་རེད། ཨ་ནི་ལིང་གིས་ཚང་མས་མོ་རང་ལ་ཨ་ནི་རྒྱབ་སྐྱོར་གང་མང་གནང་རུང་ནའང་ཨ་ནི་ཆིག་སྒྲིལ་ངོ་མ་གཟིགས་རུང་ནའང་ཨ་ནི་རྒན་རོན་དྲོན་མོ་ལ་མོ་རང་འགྲོགས་འཆར་བཞག་ནས་ཨ་ནི་ང་ཚོའི་གི་ཞེ་མ་གནང་རུང་ཡང་ད་ལོ་ཆུང་ཤོས་ཅིག་ཆགས་ཀྱི་ཡོད་རེད། ཨ་ནི་རྒན་རོན་དྲོན་མོ་ལ་ལ་ཨ་ནི་ང་བསྟན་འཛིན་ཟླ་བ་ནས་ཨ་ནི་འཚམས་འདྲི་བཀྲ་ཤིས་བདེ་ལེགས་དང་བྱ་བ་ལམ་འགྲོ་ཡོང་བའི་སྨོན་ལམ་ཞུ་གི་ཡོད། ཨ་ནི་ལིང་གིས་ཚང་མ་ལ་ཆབས་ཅིག་ཨ་ནི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ང་གཞས་པ་བསྟན་འཛིན་ཕུན་ཚོགས་ཡིན། ཨ་ནི་ད་རིང་ངའི་སྡུག་སྐྲའི།